ཞུས་ཡོད། ད་དེ་འདིར་བཀའ་སྲིད་ང་བརྙན་མ། རྐང་པ་འདི་ནག་ཆེ་རྐང་པ་བཞི་བོ་ཆེ་སྐྲངས་ཨ་ནེ་སྐྲངས་ནས་འདིའི་རྐང་ལ་ཡར་ཨ་ནེ་ཟབ་རགས་བརྒྱབ་དང་ལག་པ་སྡོད་མ་ཚུགས་པར་རས་བཅད་དེ་རྨ་ཆགས་ཨ་ནེ་ཧ་ལམ་ཉེན་ཁ་ལྕི་པོར་བྱས་ཏེ་ཧ་ལམ་གོམ་པ་རྒྱག་མ་ཐུབ་པ་འདི་འདྲས་ཀྱི་གནས་ཚུལ་རེ་ཆགས་སོང་ནས་འདིའི་གནས་ཚུལ་དེ་ངས་ད་ལྟ་ཚང་མ་ཨན་བསྟན་འཛིན་ཁང་དུ་ཁ་ཟིན་ང་ལ་ཁ་པར་དམ་པོ་གང་ལ་གུན་ཁྲི་དང་རྐང་པ་མིག་དེ་འདྲ་བཅད་ནས་འོ་ཨ་འདྲའི་བསྟན་དུས་ཙམ་ནས་ཨ་ནི་འོ། ཁོ་ཚོས་ཧ་གོ་ཙང་ད་དེ་འདྲའི་བཞག་ནས་ཡོང་གི་མ་རེད། ནམ་སང་ཨ་ནི་ངས་ད་ལྟ་ཚ་བོ་བཀྲས་ཚེ་རིང་གི་ཉེ་ཁྱེད་ཅེས་བཀྲས་ཚེ་རིང་མོར་ད་ལྟ་ངས་ཨ་ནི་ད་ལྟ་ད་ལྟ་ངས་ཚ་མོ་བསྡད་ས་ཨ་ནི་བྷན་སི་ཕིས་ངེས་ཤོག་དེའི་ཨ་ནི་སྨན་ཁང་ཆེན་པོ་འདི་ནར་ཁྲིད། ཨ་ནི། ཨ་ནི་བརྟག་དཔྱད་ཡག་པོ་ཞུ་གི་བྱས་སོང་སྨན་ཁང་དེ་དཔེའི་ཆ་རྐྱེན་བཟོ་འབུབ་ཡག་པོ་ཞུ་གི་འདུག་ཨ་ནི་མིར་ནད་གཡོག་རྒྱུ་བ་དེ་ཚོ་ཧ་ལས་པའི་ཡག་པོ་རེད་ཆགས་ད་གང་ལྟར་བ་དེ་ཞོ་ཁའི་ནས་དགོན་བདག་པོ་དོ་དེ་གཅིག་གིས་ཨ་ནི་ཞོ་ཁའི་སྔ་པོ་ནས་ཁ་ལག་བྲེ་ཡག་དང་བྱ་སྐྱལ་ཡག་དང་ཨ་ནི་ལྟོ་བ་ལ་ཟུག་པོ་བཀྲུ་རོགས་བྱེད་ཡག་དང་གང་ལྟར།

ཡིན་ནའི་ལམ་སང་འགྲོ་ཨེ་ཡོད་མ་རེད་བྱས་ནི་ངས་ཚ་མོའི་ནང་ལ་ཡ་ཁང་འདི་ཧོན་སི་པིག་དང་འདྲ་ཁྲིད་བསྡད་ཡོད་རེད་འོན་འདིའི་ནང་ལ་ཡ་ད་ཉི་མ་བཞི་རེད་ཅིག་ངལ་གསོ་རྒྱབ་བསྡད་ཡ་ད་ཅིག་གཡོག་པོ་བྱུང་སོང་ད་ད་རེས་ངའི་ཚ་བོ་ཚ་མོ་གཉིས་ཀ་ལོག་པའི་ངང་ལ་ཕེབས་མ་སྲིད་པས་ཅིག་རོགས་པ་ཡག་པོ་བྱས་སོ་དེ་ངས་བཀའ་དྲིན་ཆེ་ཞུ་བ་ཡིན།

ཁོ་ཚོས་དམག་རྒྱག་དུས་དེ་ན་བྱ་བ་རེད་ལབ་ཀྱི་ཨ་ནེ་ས་ཨ་འདྲ་བོ་ང་ཚོ་དེ་དུས་ཙམ་ནས་རུ་ཁག་དེར་ཐད་ཀར་ཞིག་ཡོད་ཐད་ཀ་གཉིས་རེད། འོང་དེ་གས་ང་ཉིན་མོ་གཅིག་ཐད་ཀའི་ཐད་ཡོག་ལ་ཕྱིན་རྗེས་ཨེ་ཡིན་གས་འདུག་དེ་ན་ས་འོག་པ་ཆེན་པོའི་རིའི་གད་པ་གཅིག་འོག་ལ་ཡ། ཨ་ནེ། ང་ཕི་གས་གད་པའི་འོག་ལ་ཚུད་དེ་ས་གཏིབས་ཞོག་ཡང།

ནང་བསྟན་སྨན་བཅོས་བཅས་ལོ་གཅིག་ཚེ་ནས་ནི་རྐང་པ་བཙུར་བས་ཡོད་པ་བྱས་ད་ཡིན་ནའི་ད་ལྟ་མཁལ་མ་དེར་སྐྱོན་བྱས་ཏེ་མཁལ་མ་དེ་ལ་ཏིས་རྩ་གཏིབས་ཤོར་བས་སྐྱོན་དེ་འདི་ཡོད་ས་རེད། འོ་འདུག་བྱས་ད་ཐེངས་མ་གཉིས་པ་དེ་རེད་ད་ཐེངས་མ་གསུམ་པ་དེ་ག་དུས་རེད་ཟེར་ན་ཨ་ནི་ང་ད་ལྟ་ཨོ་སི་ཀྲི་ལི་ཡར་སླེབས་ནས་ལོ་གཉིས་པ་དྲུག་དུས་ཙམ་ནས་མིག་ལ་གཤག་བཅོས་བྱ་དགོས་རེད་ཟེར་བྱས་བྱས་སྙེ་མ་ང་ད་ལམ་ས་ལར་བསྡད་དུས་མིག་སྐྱ་གྲིབ་ཕོག་ང་དེ་དུས་ད་ག་རེད་དང་པོ་ཐོག་མར་གསར་འཇུག་དང་ཚགས་པར་བོད་མིའི་རང་དབང་བཏོན། ཨ་ནི་དེ་ནས་དེའི་ཕྱིར་ཡ་ད་ལྟ་དེ་སང་བོད་གཞུང་གི་བོད་མིའི་སྒྲིག་འཛུགས་ཀྱི་ད་ལྟ་ཕྱི་དྲིལ་གྱི་སྒྲ་སྙན་སྡེ་ཚན་ཞིག་ཐོག་མར་ད་ལྟ་བོད་ཀྱི་བརྙན་འཕྲིན་ས་ཆ་འོ་དེའི་ཐོག་མར་ང་དེའི་རྩོམ་སྒྲིག་འགན་འཛིན་དང་རྩོམ་སྒྲིག་བཅས་འགན་འཛིན་གཅིག་ལྕོགས་བྱེད་དུས་ཨ་དེའི་ནང་ལས་ཀ་འབུམ་ཕྲག་ལ་འུད་སྒྲོག་སོགས་ཀུན་འདུས་ཆིབས་བསྒྱུར་སྐོར་འགྲེལ་དང་ཞི་འཇགས་དང་བདེ་འཇགས་གནས་ཚུལ་འདི་གཅིག་གིས་ད་བརྙན་འཕྲིན་ཟུར་བསྡུས་ཙམ་ནས་ཨ་ནེ་བརྙན་ག་རེད། མིག་ལ་ཡང་བྱིས་པ་གཅིག་སྐྱོན་ཆེ་ཆེ་དང་མིག་དེ་ཏིས་སྐྱ་གྲིབ་ཕོག་འདུག་ཨ། འོ་འདི་ཆད་ནས་འདི་ལྟོས་ཙེ་མིན་ལྡི་ལི་སྨན་ཁང་གི་འདི་ལྟོས་ཟླ་བ་ཕིན་གྱིས་རྒྱལ་མཚན་ངག་དཔེ་ཡག་པོ་བྱེད་ཀྱི་ཡོད། ཨ་ནེ་ལྟོས་པ་ལས་ཁོང་ཚོ་འཇར་པན་མིན་དེ་ཡོང་རྗེས་མིག་ལ་གཤག་བཅོས་བྱེད་དུས་ཙམ་ནས་དམིགས་བསལ་བཏང་དགོས་ཞེས་ཤོག་ལབ་སྟེ་ལས་དུས་དུས་ཙམ་ནས་ཡང་ང་མིག་སོང་དང་ཡང་མིག་ཡོད་མ་དེ་ག་འདྲས་ཡིན་ནམ་བསམ་རྗེས་ཨ་ནེ་འོ།

དགོན་བདག་དེ་ཏིས་ཞིག་ལྟ་སྐོར་བརྒྱུད་མེད་ཡོད་ཚ་དུས་ཏིས་ནག་ཚོམ་པ་འདུག་ཤིང་སྐྱོན་ཟིན་མི་འདུག་ཡིན་ནའི་ཁོ་ཚོས་ང་ལ་ལས་གཟུགས་ཆགས་མེད་སྤྲས་དང་སྐྱོན་མ་བྱུང་འོང་དེ་མིས་དཔེ་དམར་བསྲེགས་ཡག་པོ་གྲགས་ཤག་མིས་གསལ་པོ་ཞིབ་པོ་མཐོང་ཡོང་གི་འདུག་ད་ཡིན་ནའི་སྙན་མ་མིག་གཡོན་མ་དེ་མིག་ཆུ་ཙར་ཙར་ཙར་དེ་སྐྱོན་བྱས་པའི་དེང་གི་ཡང་གཡས་པ་དེ་ལ་ཡ་ཏིས་ཞིག་ཡང

ག་ས་དེ། སི་རི་ལང་ཀའི་སྲིད་འཛིན་སྐྱེས་དམན་དེ་བྱས། ཨ་ད་ག་ན་བཞིན་ཁོས་ད་ལྟ་དེའི་ཉལ་ཡའི་སི་རི་ཡ་གི་སྲིད་འཛིན་དེ་ཁོ་ཚོ་འདི་གས་ཐུག་འཕྲད་བྱས་པའི་རྗེས་ལ་ཡ་ནི། མི་གང་ཁོ་ཚོ་གང་གོ་ཨང་བྱས་ནས་ཤོ་ཨ་ལན་ཁ་ཤས་སྐྱབས་བཅོལ་སྤྲོད་དགོས་དང་ཁ་ཤས་སྲོག་ཐོག་འགྲོ་དགོས་ཡ་དེ་འདྲའི་གནས་ཚུལ་བྱུང་དུས་ཞི་ཅིན་ཕིང་ལ་ཡ་དབུགས་སྐྱེ་ཉལ་གི་ད་ད་ཨ་ཁུ་ཤིན་ཅིན་ཕྱི་ཐག་གི་དབུགས་སྐྱེ་ཉལ་གི་དབུགས་སྐྱེ་རེད་ཟེར་བྱས་མིའི་མིང་ཐོག་བཏབ་པའི་དེ་འདྲའི་གནས་ཚུལ་ཞིག་ཐུག་ད་གནས་ཚུལ་བིརྩི་བིརྩི་བྱེད། དུམ་བུ་བཞི་རེད། འོང་འདི་གའི་ཉལ་སང་ཞུས་ན་བསམས། ཨང་ཐོག་བྱས་ནའང་བཀའ་དྲིན་ཆེ། དེང་སང་གི་གསར་འགྱུར་ཆེས་ཚགས་ཤོས་དེ་ནི་ཨི་རན་ནང་མི་མང་གིས་ངོ་རྒོལ་བྱས་ཏེ་བདུན་ཕྲག་གཉིས་རིང་ས་གནས་སུམ་བརྒྱ་བཞི་བཅུ་བཞི་བརྒྱད་ལ་འཕེལ་རྒྱས་བྱུང་སྟེ་ཟླ་བ་དང་པོའི་ཚེས་བཅུ་གཉིས་ཀྱི་དགོང་མོར་ཨི་རན་རྒྱལ་ཡོངས་སུ་ངོ་རྒོལ་ལས་འགུལ་གྱི་མཐོ་རླབས་འཕྱུར་ནས་མི་མང་ཚོས་ཁྲོམ་གཞུང་དུ་ཐོན་ནས་ཁེམ་མེ་ནེ་ཡིས་རྩ་དགོངས་ཞུ་དགོས་པ་དང་ལོ་མང་ཨ་རིའི་ནང་བཙན་འཛུལ་ཕྱིན་པའི་དེ་སྔའི་ཨི་རན་གྱི་རྒྱལ་སྲས། Reza Pahlavi། ཨི་རན་དུ་ཕྱིར་ལོག་བྱས་ཏེ་གཞུང་སྐྱོང་དགོས་པའི་དུས་ཆེན་འཚོགས་བཞིན་ཡོད་པ་དང། རྒྱལ་སའི་གཞུང་གི་ཉེན་རྟོག་བསྟི་གནས་དང་ལས་ཁུངས་ཁག་ལ་རྒྱ་ནག་གཞུང་གིས་བཟོས་པའི་མི་མང་ལ་ལྟ་རྟོག་བྱེད་པའི་པར་ལེན་པར་ཆས་དང་ཨི་རན་གྱི་བརྙན་འཕྲིན་ལས་ཁུངས་དང་གལ་ཆེ་ཤོས་ཨི་རན་གྱི་ཨི་སི་ལམ་ཁ་ཆེའི་གསར་བརྗེའི་སྲུང་སྐྱོབ་དམག་དཔུང་འདུ་འཛོམས་བྱེད་ཡུལ་གྱི་ཨིསི་ལཱམ་མཁའ་སྤྱོད་མཆོད་ཁང་ཆེ་བ་བཅུ་སོགས་མེས་རྒྱབ་ནས་མེར་གཅོད་འཕྱུར་ཅིང། གྲོང་ཁྱེར་ཆེ་ཤོས་གཉིས་པ་མ་ཁེ་ལ་ཡང་གནས་སྟངས་དེ་འདྲའི་བརྡ་རྟགས་ཆགས་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་དགུ་ཉིན་དབྱི་རན་ནང་ཟང་ཟིང་བྱུང་བའི་ཐད། ཁ་སང་ཨ་རིའི་སྲིད་འཛིན་ཁྲོམ་གྱིས་ག་རེ་གསུངས་སོང་ཟེར་ན་ད་ལྟ་དབྱི་རན་ལ་དཀའ་ངལ་ཆེན་པོ་འཕྲད་ཡོད། མི་དམངས་ཚོས་གྲོང་ཁྱེར་ཁ་ཤས་བདག་བཟུང་བྱེད་བཞིན་ཡོད་པ་འདྲ། དུད་འགྲངས་ག་ཤས་སྔོན་ལ་མི་ཚོས་འདི་ལྟར་བྱེད་ཐུབ་ཀྱི་མ་རེད་བསམ་གྱི་ཡོད། ང་ཚོས་གནས་ཚུལ་ལ་དོ་སྣང་ཆེན་པོ་བྱེད་བཞིན་ཡོད། གལ་ཏེ་ཨི་རན་གཞུང་གིས་སྔོན་ཆད་ལྟར་དམག་མི་བཏང་ནས་ངོ་རྒོལ་ཚོར་མེ་མདའ་བརྒྱབ་ན་མི་བསད་ན། ང་ཚོས་ཐེ་གཏོགས་བྱེད་རྒྱུ་མ་ཟད།

ཚེ་བདུན་པའི་དམག་དོན་དང་འབྲེལ་བའི་གསང་བའི་སྙན་ཞུ་སྣ་ཚོགས་ལ་གཞིགས་ན་ཨ་རིའི་དམག་མིས་ཝེ་ནེ་ཛུ་ལའི་སྲིད་དབང་གིང་འཛིན་པ་སྲིད་འཛིན་མོ་རོ་རོ་གློག་འཁྱུད་པ་ནང་བཞིན་གྱི་འཛིན་བཟུང་བྱས་པ་དེས་ཚན་གཅིག་གི་ནང་ལ་སྲིད་དབང་གིང་འཛིན་གྱི་སྲིད་གཞུང་ལ་འགྱུར་བ་གཏོང་ཐུབ་པ་ཡོད། དེ་ནི་ཡོང་མ་སྲིད་པ་གཅིག་ཀྱང་མ་རེད་དེ་འབྲས་སྤུངས་དང་ཁོ་བོས་དབྱི་ནང་གི་དོན་གནད་འདིའི་སྐོར་མུ་མཐུད་དོ་སྣང་བྱ་རྒྱུ་ཡིན། ད་ལྟ་རང་བརྒྱུད་ལམ་ཆེ་ཁག་ནས་གནས་ཚུལ་སྤེལ་བར་གཞིགས་ན་ཨ་རིའི F བཅུ་དྲུག་བཏགས་མཁན་གྱི་དེང་དུས་ཆེས་གསར་ཤོས་ཡིན་པའི་དམག་གྲུ་བཅུ་གཉིས་དཀྱིལ་ཤར་ཡུལ་གྲུ་ཨི་རན་ཁ་ཐོག་ཏུ་འཕུར་ཟིན་པ་དང་ཆབས་ཅིག་སྲིད་འཛིན Trump གྱིས་ཨི་རན་རང་མི་དམངས་ལ་ཁྱེད་རང་ཚོ་ལོ་མང་མུན་ནག་ནང་བསྡད་པའི་དཀའ་སྡུག་འདི་རིགས་མི་སེལ་ནས་རང་དབང་གི་ཉི་མ་མྱུར་དུ་འཆར་རྒྱུ་རེད་ཅེས་ཨི་རན་གྱི་སྐད་ཡིག་ནང་བསྒྱུར་ནས་དྲ་ཚིགས་ནང་བཀོད་ཡོད་པ་རེད། ཕྱིའི་དྲ་ལམ་ནང་འཚོལ་བཤེར་བྱས་པ་བརྒྱུད་ཤེས་རྟོགས་བྱུང་བ་ལྟར་ན་ཉེ་བའི་ལོ་ཤས་རིང་ཞི་ཅིན་ཕིན་གྱིས་གྲོགས་པོ་ཡག་པོ་ཞེས་པ་བརྗོད་པ་དང་ལག་པ་བཏང་བཞིན་པའི་ཕྱི་རྒྱལ་གྱི་འགོ་ཁྲིད་བཞི། དེ་ནས་བཟུང་རང་སོ་སོའི་རྒྱལ་ཁབ་ནས་དབང་ཆ་ལས་ཕྱི་ཕུད་བཏང་ཡོད་པར་བརྟེན། དྲ་ཐོག་གསར་འགྱུར་བརྒྱུད་ལམ་ཁག་གིས་ཞི་ཅིན་ཕིན་ནི་ཕྱི་ཐག་གི་དབུགས་རྡུང་མཁན་གྱི་དབུགས་སྐྱེལ་འདོན་རྩིས་ཡིན་པར་འཚེ་མེད་བྱེད་བཞིན་ཡོད་པ་རེད། ཉིས་སྟོང་ཉི་ཤུ་རྩ་བཅུ་ལོའི་ཟླ་བ་ལྔ་པའི་ནང་ཞི་ཅིན་ཕིང་གིས་མ་རུ་རུ་ལ་ཐུག་འཕྲད་བྱས་ཏེ་ཁོ་ལ་མཐོང་བཤགས་ལས་རོགས་ཡག་པོ་ཞིག་བཤད་པ་མ་ཟད་ཁོ་ལ་ད་དུང་ཧོ་ཨ་བྷི་གིས་བཟོས་པའི་ལག་ཐོགས་ཁ་པར་ཅིག་བརྙན་པར་སྤྲད་ཡོད་པས། མ་རུ་རུ་བས་ད་ནས་བཟུང་ང་ཨ་རིའི་གང་བ་ཡིན་མིན་ཤེས་ཀྱི་མ་རེད་ཟེར་བཤད་པའི་ཉིན་གསུམ་པར། སྤྱི་བོ་གསལ་བའི་ཚིགས་གསུམ་ནི། འོད་ནི་དུ་ལའི་སྲིད་འཛིན་མ་འགྲོ་རོགས་ཨ་རིའི་དམག་མིས། འོད་ནི་དུ་ལའི་དམག་དཔོན་རྟེན་གཞི་ཚང་མ་ཁ་ཐོག་ནས་འབར་མདེལ་གཡུགས་ནས་གཏོར་བརླག་བཏང་སྟེ་མ་འགྲོ་རུ་བཟའ་ཚང་གཉིས་མཉམ་དུ་གསོན་པོར་བརྩི་སྲུང་བྱས་པ་རེད། དེ་དང་མཉམ་དུ། ནམ་རྒྱུན། འུར་ཤོག་ཚད་ལས་བརྒལ་བའི་ཤོད་མཁན་ཨུ་རུ་སུ་དང་རྒྱ་ནག་གཉིས་ཀྱིས་བཟོས་པའི་མེ་ཤུགས་འཕུར་མདེལ་གྱི་འགོག་རྩོད་དྲ་བ་ཚང་མ་ཕན་མེད་མིང་གི་ལྷག་མར་བཏང་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔ་ལོར་བལ་ཡུལ་གྱི་སྲིད་བློན་ཨོ་རིག་རྒྱ་ནག་ཏུ་འཚམས་འདྲི་བྱེད་སྐབས་ཞི་ཅིན་ཕིང་གིས་ཁོ་པ་ནི་མི་རབས་ནས་མི་རབས་བར་གྱི་གྲོགས་པོ་ཞིག་ཡིན་པ་དང་ཕན་ཚུན་བརྩེ་བ་ཆེན་པོ་ཡོད་སྐོར་བསྔགས་བརྗོད་བྱས་ཡོད་ན་ཡང། བདུན་ཕྲག་གཅིག་གི་རྗེས་སུ་ཨོ་གླིང་གི་མི་མང་གི་ངོ་རྒོལ་ཁྲོད་ཀྱི་ལྟ་དགོངས་མ་ཞུ་ཀ་མེད་བྱུང་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་བདུན་པར་ཤི་རི་ལང་ཀའི་སྲིད་བློན་ཧ་སི་ནཱ་ཡིས་ཞི་ཅིན་ཕིང་དང་ཐུག་འཕྲད་བྱས་རྗེས་དྲ་ཐོག་འབྲེལ་ལམ་ཐད་གྲོས་མོལ་བྱས་པ་བརྒྱུད་རྒྱ་ནག་དང་རྒྱུད་གཅིག་ལམ་གཅིག་གི་ཐོག་ནས་རྒྱ་ནག་གཞུང་གི་དམག་གཞིའི་སྒྲིག་བཀོད་དང་མེ་འཁོར་ལྕགས་ལམ་སོགས་བཟོ་སྐྲུན་བྱ་རྒྱུ་བཤད་དེ། མཐའ་མ་ཤི་རི་ལངྐ་རྒྱ་ནག་གི་བུ་ལོན་ནང་གཞུང་གི་དཔལ་འབྱོར་རྐུབ་འདི་ནས་ཟླ་བ་གཅིག་གི་རྗེས་སུ་སྲིད་བློན་ཧ་སི་ན་མི་མང་གི་ངོ་རྒོལ་ཁྲོད་རྩ་དགོངས་ཞུས་པ་དང་ཕྱིས་སུ་ཁྲིམས་ཐག་བཅད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་ཐོག་གསུམ་ལོའི་ཟླ་བ་བདུན་པར་སི་རི་ཡའི་སྲིད་འཛིན་བཱ་ཤ་ཨལ་ཨ་སད་པེ་ཅིང་དུ་ཞི་ཅིན་ཕིང་དང་ཐུག་འཕྲད་བྱེད་པའི་སྐབས་ཁོ་པར་སྐྱིད་སྡུག་མཉམ་མྱོང་གི་གྲོགས་པོ་རེག་ཅེས་བསྔགས་བརྗོད་བྱས་ཡོད་པས་ལོ་གཅིག་གི་རྗེས་སུ། ཨ་ས་དེ་མི་དམངས་ཀྱི་སྒུག་རྟེན་ལོག་ནས་ར་ཤའི་ནང་དུ་བཙན་བྱོལ་དུ་མི་འགྲོ་ཀ་མེད་བྱུང་བ་རེད།